ལོ་རྒྱུས་ཉི་ཤུ་རྩ་གསུམ་པ་ཡི་ལེའུ་བཞི་པ། ད་ལྟ་ང་ཚོ་དཀོན་མཆོག་གི་སྙིང་རྗེའི་དྭངས་ཡོང་ན་ཡི་ཁོང་ཁྲོ་ལ་ལྟ་གི་ཡིན། མི་རྣམས་ཀྱིས་ལས་ངན་སྤངས་པ་དེ་དཀོན་མཆོག་གིས་བཟོས་པ་དང་ཁོང་གིས་དེ་དག་རྩ་མེད་མ་བཟོ་བར་སྙིང་རྗེ་གནང་བ་རེད། འོད་ཀྱང་ཡོང་ན་དེ་ལ་མ་དགའ་བར་ཁོང་ཁྲོ་ལངས་བ་རེད། དེ་ནས་ཡོ་ནཱ་ཡིས་ཡ་ཧོ་ཝཱ་ལ་སྨོན་ལམ་ཞུས་པ། དཀོན་མཆོག་ཁྱེད་ཀྱིས་ད་ག་རང་གནང་གི་ཡོད་པ་དེ་ངོ་མ་ང་ཡིད་ནས་མ་བརྟན་སྔོན་དུ་ངས་ཧ་གོ་གི་ཡོད། དེ་འདྲ་སོང་ཙང་ང་དར་ཤིག་ལ་བྲེལ་འགྲོ་བ་ཡིན། ཁྱེད་ནི་བཀའ་དྲིན་ཆེན་པོ་དང་བྱམས་པ་དང་སྙིང་རྗེ་གནང་མཁན། ངོ་རྒྱས་རིང་ཞིང་ངན་པ་རྣམས་ལ་སྙིང་རྗེ་གནང་མཁན་བྱམས་པ་ཡིས་གང་ཡོད། ཁྱེད་ཀྱིས་མི་རྣམས་ལ་རྩ་མེད་བཟོ་འདོད་མེད་པར་སྙིང་རྗེ་གནང་བ་རེད། ཅེས་ཡ་ཧུ་བྷ་ལ་ང་གསོན་པོ་གནས་པ་ལས་འཆི་བ་ལ་དགའ་གི་འདུག་ཞེས་ཤོད་པ་དང་ཡ་ཧུ་བྷ་ཡི་ལན་དུ། ཁྱེད་ལ་ཁོང་ཁྲོ་ལོངས་དགོས་པའི་དབང་ཆ་ག་རེ་ཡོད་དམ་ཞེས་སྐད་ཆ་དྲིས་པ་རེད། དེ་ནས་ཡང་ན་དྲུང་ཆེ་ཡི་ཤར་ཕྱོགས་ལ་འགྲོ་ནས་དེ་ལ་རང་གི་སྟེང་དུ་ཤིང་སྡོང་གི་ཡལ་ག་རྣམས་ཀྱི་བསིལ་སྒྲུབ་ཞེས་བཟོ་བ་དང་ཁོང་དེ་གི་འོག་ཏུ་བསྡད་ནས་ནི་ནི་ཝའི་དྲུང་ཆེ་ལ་གནས་ཚུལ་གང་བྱུང་གི་ཡོད་པ་དེ་ལ་བལྟ་ནས་བསྡད་པ་རེད། ཡ་ཧོ་ཝཱ་དཀོན་མཆོག་གིས་ཡོ་ནཱ་ལ་ཚ་དུག་ལས་བཅོལ་ཕྱིར་གསེར་འབྲུག་གནང་བའི་ཆེད་དུ་ཁོང་གི་ཁྱོད་ནི་རྩི་ཤིང་ལི་མ་ཆེན་པོ་ཡོད་རྒྱུ་ཞིག་བྱེད་དུ་བཅུག་པ་རེད། རྩི་ཤིང་དེའི་འོག་ཏུ་ཡོ་ནཱ་སྐྱེས་བུ་བྱུང་ནས་ཧ་ཅང་གི་དགའ་བོ་བྱུང་བ་རེད། འོན་ཀྱང་དེའི་སང་ཉིན་ཐོ་རེངས་སྐབས་སུ་ཡ་ཧོ་ཝཱ་དཀོན་མཆོག་གིས་འབུ་ཞིག་བཏང་གནང་བ་རེད། འབུ་དེས་རྩི་ཤིང་དེ་ཟ་ནས་ཡོངས་སུ་བཀང་པ་རེད། དེའི་རྗེས་སུ་ཉི་མ་ཤར་བ་དང་དཀོན་མཆོག་གི་ཤར་ཕྱོགས་ནས་རླུང་ཚ་པོ་ཞིག་གཏོང་གནང་བ་རེད། ཉི་མ་ཚ་པོ་ཡི་འོད་ཟེར་དེས་ཡོ་ནཱ་ཡི་མགོ་ལ་ཕོག་ནས་ཁོང་ཧ་ཅང་སྐྱོ་པོ་ཆགས་པ་རེད། ད་ཁོ་ཤི་བ་ལ་འདོད་ནས་སྨྲས་པ། ང་གསོན་པོ་གནས་པ་ལས་ཤི་བ་ལ་དགའ་ཞེས་ཟེར་རོ། བས་ཀྱང་དཀོན་མཆོག་གིས་ཡོ་ནཱ་ལ་གསུངས་པ། ཁྱེད་ཀྱིས་བཤད་དོན་དེ་ཡི་སྐོར་ཁོང་ཁྲོ་ལོངས་དགོས་པའི་དབང་ཆ་ཡོད་དམ་ཞེས་དྲིས་པ་རེད། ཡོ་ནཱ་ཡིས་ལན་དུ། ང་ལ་དབང་ཆ་ཡོད། བཤད་དོན་དེ་སྐམ་ནས་ང་ལ་དེ་བས་ཁོང་ཁྲོ་ལོངས་དུ་བཅུག་གི་འདུག་ཞེས་བཤད་པ་རེད། ཡ་ཧོ་ཝཱ་དཀོན་མཆོག་གིས་ཁོང་ལ་གསུངས་པ། རྩི་ཤིང་དེ་ནི་ཚིལ་མུ་གཅིག་ལ་ཡར་བསྐྱེད་པ་དང་ཚིལ་མུ་གཅིག་ལ་མར་བསྐམས་པ་རེད། ཁྱེད་ཀྱིས་དེ་ལ་ལྟ་རྟོག་བྱས་མེད་ལ། འཚར་ལོངས་ཡང་བྱེད་དུ་བཅུག་མེད། ད་ཁྱེད་ཀྱིས་རྩི་ཤིང་དེའི་སྐོར་སེམས་ཁྲལ་བྱས་ནས་ག་རེ་བྱས་ནས་སྣེ་གཅིག་བྱེད་ཀྱི་ཡོད། ནས་ཉེ་བའི་གྲོང་ཁྱེར་ཆེན་པོ་ལ་ཟེར་མའི་འབུམ་གཅིག་དང་སྟོང་ཕྲག་ཉི་ཤུ་ཡོད་པ་མ་ཟད་སེམས་ཅན་ཀྱང་ཧ་ཅང་གི་མང་པོ་ཡོད། ཁོ་ཚོ་གིས་བཟོ་ངའི་གང་ཞིག་ཧ་གོ་གི་ཡོད་མ་རེད། ངས་ཁོ་ཚོ་ལ་སེམས་ཁྲལ་དང་སྙིང་རྗེ་གནང་ཆོག་གི་མ་རེད་པས་ཞེས་གསུངས་པ་རེད།